ཧོང་ཟུར་གཞིས་ཆགས་ནང་ལོག་ལ་ཡར་བརྟེན་ཞེས་པའི་རྫོང་དགའ་ཆུ་སྟེ་སྒང་སྡེ་འཕེལ་རྒྱས་གླིང་དགོན་པ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གསུམ་བོད་ཟླ་ལྔ་པའི་བུ་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་སྤྱན་རས་གཟའ་སྤེན་པ། དེ་རིང་གི་ཉིན་མོ་འདི་ལ་ཡང་དག་གུས་པའི་ངོས་ནས་འདུ་བྱེད་སྐུ་མགྲོན་གྱི་གདན་འདྲེན་ཞུས་རྗེས་སྐུ་མགྲོན་དང་ལྷན་དུ་འདུ་བྱེད་གླེང་མོལ་ཞུ་ཡ་ཡིན། ཨང། དེ་རིང་གི་སྐུ་མགྲོན་དེ་ད་རྣམ་པ་ཚོ་མང་ཕྱོགས་ཀྱི་ངོ་མ་ཤེས་ངོ་མ་མཁྱེན་པ་ཡོད་མ་རེད་བསམ་གྱི་འདུག་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་ཨང་དེ་སྔ་ཁོ་རང་ཡུལ་གྲུབ་བཟོས་ཆེད་ཨང་འདུག་ཆེ་ཨང་མི་མང་པོ་ཞུ་བོ་ཅིག་གི་ད་དགའ་མོས་ཆེན་པོ་བྱས་དེ་ཡ་གི་ཨང་འདུག་ཆེ་ཡུལ་གྲུབ་པར་སྐད་གྲགས་ཆེན་པོ་ཞིག་ཆགས་དེ་ཡོད་རེད་སོང་ཙང་ཨང་ནི་ཁོང་གི་མཚན་ལ་ཡ་ད་རྟ་དབང་རྒྱ་བཟས་ཆེད་ཅིག་ཞུ་དགོས་རེད་ཨང་ནི་ཡོངས་གྲགས་ལས་རྟ་དབང་རྒྱ་བཟས་དང་ཨིན་ཇི་ནི་ཞུ་བ་ཡིན་ན་རྟ་དབང Prince ཞུ་དགོས་རེད།

ཨ། འདི་འདྲ་ཡིན་དུས་ཙམ་མ་ལ་ཡ། ད་ཡིན་ན་ཡང་མི་མང་པོ་གཅིག་གིས་རྟ་ཝང་ཕི་རིན་སི་ལམ་ན་ངོ་མ་ཤིང་སྐད་དུ་ཡོད་མ་ཐག་ཁྱོད་རང་གདོང་པ་མཐོང་དུས་ཙམ་མ་ལ་ཧ། མང་ཆོག་གི་གདོང་པ་མཐོང་དུས་ངོ་ཤིང་སྐོར་ཧ་གོ་གོ་རེད་ཡིན་ན་ཡང་ཁྱེད་རང་སྐྱེས་ས་འཚར་ས་ག་ནས་ཡིན་མེད་དང་སློབ་གཉེར་སློབ་པ་སློབ་གཉེར་གནང་ཡག་གི་བརྒྱུད་རིམ་འདི་གས་དེ་ག་འདྲ་ཡིན་མེད་མི་མང་པོ་གཅིག་ཧ་གོ་གི་ཡོད་ས་མ་རེད་དེ། རྟ་ཝང་ཕི་རིན་སི་ག་ག་བ་ནས་ཡིན་ནམ་ག་བ་ནས་ཡིན་ནམ་ཟེར་གི་སྐད་ཆ་དྲི་གི་མང་པོ་འདུག་ཨ། འདི་ཡིན་དུས་དང་པོ་དེ་ལ་ཨ་ནི་ཁྱོད་རང་སྐྱེས་ས་ལུང་པ་དེ་ག་བ་ཆགས་གོ་རེད།

ང་རང་ཚོ་དངོས་སུ་མ་ཐུག་ནས་ཡང་སེམས་ནང་མི་དགའ་བོ་བྱེད་མཁན་མང་པོ་ཡོད་ར་དེ་ཚོ་ལ་ཡང་ང་རང་གིས་ཡང་ནི་སེམས་ནང་ཡང་ཡང་ཡང་དྲན་གྱི་ཡོད་ལ་ལ་སོ་ཨ་ནི་ད་རྒན་གྱི་དྲི་བ་དེ་དེ་ར་ཕ་ཡུལ་མ་སོ་ངའི་ནང་དེ་ད་དེ་ནས་ར་ད་ཏང་ཏང་ལུང་པ་དེ་ཁུག་ཀྱོ་ནི་རེད་ཁུག་ཀྱོ་ལ་ན་བྱེ་མ་ཏང་ཕྱོགས་གོ་ཚམ་བྱེད་དོན་དེ་ཡང་གོང་ས་མཆོག་ཉི་མ་བོད་ནས་མར་ཕྱི་དོན་རྒྱ་དུས

ཨཱ་ནི་སྐྱེས་ཚར་ལུང་པ་དེ་དེ་ནས་བྱེད། དེ་ནས་ད་ཁྱོད་རང་ཨཱ་ནི་གྲྭ་པ་བྱེད་ཡ་བྱོས་ར་བ། ད་དེ་སོ་སོ་ཕ་མ་དེ་འདྲས་ཀྱི་འུ་ཚུགས་བརྒྱབ་ནས་གྲྭ་བ་བྱེད་བཞག་རྒྱུ་རེད་པས་ཡང་ཁྱོད་རང་ཁྱོད་རང་ཅིག་འདོད་པ་ཡོད་ནས་གྲྭ་བ་བྱེད་བཞག་རྒྱུ་དེ་འདྲས་བྱ་དགོས་རེད། ཨོ་དེ་དྲི་བ་ཡག་པོ་འདུག་ཉི་མ་ཉི་མ་ང་རང YouTube ནང་ལས་དེ་ནས་བཤད་ཡས་ཀྱི་ཐབས་ཤེས་མང་པོ་བྱིན་ད་དེ་ནས་བཟོད་མ་ཐུག་ནས་ལྷགས་ད་ནའ་ནི།

གྲྭ་བ་བཏང་བཞག་རྒྱུ་དེ་ནི་རེད་བཞག་ཉིས་སྟོང་བཅུ་ལ་ནི་གོམ་པ་འབྱོར་རྒྱུ་རེད། ལོ་ལྔ་ནང་ལ་མི་ཚེ་སྐྱེ་ཨ་ནི་དེ་ནི་ནང་ལས་མི་ཚེ་ནང་ལས་མི་ཚེ་མང་བ་སྐྱེ་བ་ལས་ཨ་ནི་གོམ་པ་ལ་མང་བ་སྐྱེ་བཞག་སོ་གོམ་པ་ལ་ལོ་བཅུ་དྲུག་སུ་མི་ཚེ་སྐྱེ་ད་བཞག་ནང་ལ་ལོ་ལྔ་སུ་མ་དེ་མི་ཚེ་སྐྱེ་མི་ནུས། རེད་རེད། ད་ནི་ཨ་ནི་ལོ་གཉིས་རྩ་གཉིས་སུ་སླེབས་དུས་དེ་ནས་འགྲོ་གི། ད་ཁྱེད་རང་ཁྱོད་རང་སྤུ་གུ་ཆུང་ཆུང་སྐབས་ལ་ཡ་ལོ་ལྔ་སྐབས་དུས་སྐབས་ལ་ཡ་སོ་སོ་བསམ་བློ་ཁྱེད་བཏང་ཤིང་མོ་རང་སྤུ་གུ་ཆུང་ཆུང་ཡིན་དུས།

དེ་སང་ཡར་གེ་བྲོ་ན་མང་ཅན། ཨ་ཡར་གེ་དང་ནང་ལ་གཅིག་སྐྱེས་བུ་འདྲ་བོ་དང་དེ་ཚོ་གོ་བ་ན་ཡིན་གྱི་མི་འཇིག་དཔེ་འཇོན་ཡག་པོ་གོ་དོ། རེད་རེད། དེ་ནང་མི་ཚོས་རྒྱབ་སྐྱོར་ཡག་པོ་མེད་ན་ཨ་ནང་ལ་མི་ཚེ་བསྡད་ན་མཐོང་རྒྱ་ཐོས་རྒྱ་དང་ག་རེ་ནས་ཡོང་གི་མི་འདུག་ད་དཔེ་འཇོན་ཡག་པོ་ཡོད་ན་ག་ག་སུ་བྲོ་བ་ནི་དེ་ཡང་གྲ་མ་འདྲ་བྲོ་དེ་བས་ཀྱི་དེ་ཡག་པོ་འདུག་ད་ནང་དེ་བ་དེ་ནས་མེད་ན་ཨ་ནི་ཨ་མ་ཁོ་རང་ཚོ་ཡི་ད། ལོག་ལྟ། དཔལ་འབྱོར་སྐྱོ་བོ་ཐོག་ལ་མི་ཚེ་སྐྱེལ་མྱོང་ཡོད་རང་བྱས་ཙང་ཉམས་མྱོང་ཐོག་ནས་ནི་ཉམས་མྱོང་དང་ད་འཚོ་བ་མང་པོའི་ཐོག་ནས་ནི་དེ་ནས་བརྟེན་ནས་ནི་ང་གྲྭ་བ་བཏང་ནི་ང་རང་གྱིས་ད་ལྟ་ནི་ཕ་མ་ཁོང་ཚོའི་དཀའ་ཉེན་བསམ་བློ་བཏང་སྟེ་ནི་ད་ལྟ་གྲྭ་བ་བཏང་བ་དང་ནི་དེ་ས་ཆ་ཁག་ཁག་ཅིག་སླེབས་པ་དེ་ནི་དེ་སོ་སོ་མཐོང་རྒྱ་ཐོས་རྒྱ་ག་རེ་ནས་ཡག་ག་ཅིག་ནང་ལ་བདེ་བ་ལས་ཡག་ག་ཅིག་རག་བཞག་བསམ་པ་ཞིག་ཏུ་ནི་བྱས་ཙང་གོམ་པ་བཏང་བ་དེ་ནང་ལ་བདེ་བ་ལས་དེ་སུ་ཡག་ག་མཐོང་གི་འདུག། ལགས་སོ་ལགས་སོ།
དེ་ནས་ད་ཁྱོད་རང་སྤུན་རྒྱག་འདི་འདྲ་ག་ཚོད་ཟོས། ད་ནི་ཕ་མ་གཅིག་གི་སྤུན་རྒྱག། ཕ་མ་གཅིག་གི་སྤུན་རྒྱག།
གསུམ་ལ་མེར། ཨ་ལས། གསུམ་ར་དེ་ཨ་ནི་འདི་གང་ལ་ཨ་ཅག་གཅིག་ཡོད་ཨ་ཅག་དེ་བྱས་ནས་བྲེལ་བ་བྱ་རྒྱུར་ག་ལ་ན་ངའི་ཨ་མ་གྱི་པ་ལགས་དང་པོ་དེ་ཁ་བྲལ་རྗེས་ཨ་རྒྱ་ཆ་མེད་མར་ཨ་ནི་པ་ལགས་གཉིས་པ་དེ་ས་བ་ཁོ་ལ་ད་སྤུ་གུ་འདུག་སྤུ་གུ་དེ་ཆུང་ཤོས་དེ།

དོན་དག་ནི།
ད་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལ་ནི་ཉི་གཞོན་ཉི་ཤུ་རྩ་དྲུག་གོ་བདེ་བ་སློབ་གྲྭ་ཐོན་རེད། ཨ་ནི་ང་ཚོ་དགོན་པ་ལ་སློབ་གྲྭ་འཛིན་གྲྭ་དང་པོ་ནི་བཅུ་བ་དག་ཡོད་རེད། ཨ་ནི་ཡང་དངོས་གནས་བྱས་ན་ལོ་བཅུ་དང་བཅུ་གཅིག་བཅུ་གཉིས་པ་དག་ལ་ཐོན་རྩ་བ་བཅུ་བ་རེད་ན་ང་ཐོན་མེད་ག་ལ་ན་ལོ་ཁོ་རང་ཐོན་ཡོད་ཁོ་རང་ལོ་དེ་པ་དེ་པ་ལྷར་ཨ་དེ་པ་དག་ལོག་གྲངས་ཀྱི་འཛིན་གྲྭ་དེ་པ་དེ་རེད། ཨ་འདི་ག་ལ་ངོ་མ་ཆུང་ཆུང་ང་ཚོ། སློབ་གྲྭ་གའུ་གྲོལ་ཡག་གའུ་མེད་བ་དང་ནི་འདི་གང་ལ་སློབ་སྦྱོང་ཡག་པོ་མེད་ཡོད་རྐྱེན་གྱིས་ཡང་རྒྱུགས་མ་སྤྲད་བ་ཆ་ནས་ཡང་འཛིན་གྲྭ་དེ་མ་གཉིས་སུ་བསྡད་ཡོད་རེད་གང་ལྟར་ཡང་ནི་ལོ་དེ་པ་དངོས་གནས་དང་འཛིན་གྲྭ་བཅུ་བ་བཏགས་ཡོད་དུས་ཡང་ནི་ལོ་བཅུ་ནང་ཐོན་རྩ་བ་གོ་རེད་དེ་ནས་མ་ཡིན་པ་ཅིག་ལོ་བཞིའི་སྔ་ས་དེ་པ་བསྡད་ཡོད་རེད་ཨ་ནི་ད་ལོ་ཐོན་ཡོད་རེད་ཨ་ནི་དེ་ནས།

ད་ནས་ཅུང་ཟད་ལྷག་ཡོད་ཀྱི་ས་མིང་ང་རང་ཐོས་པ་ལ་ད་ང་ཚོ་ཡང་ཞིའུ་ཞུ་གཏན་འགེབས་བགྱིས་ནས་དེའི་ཁྲིམས་མདུན་དུ་ཏག་ཏག་འགྲོ་འདོད་མི་འདུག་ག་ལ་ན་ང་ཚོ་དེ་ཡང་གོམ་པ་ཆུང་ཆུང་རང་མཚན་ཉིད་གཅིག་པོ་ལ་ཤུགས་རྒྱག་མ་རང་ངོ་དེ་བཞིན་ན་ནས་དུས་ཚོད་ཡང་ལོར་དེ་ཚོ་ཏག་ཏག་ཏག་ཏག་འགྲོ་འདོད་མི་འདུག་ད་ང་རང་ཡང་ཚོད་པ་ལ་ལོ་བཅུ་ཟད་ལྷག་ཡོད་ས་མིང་ད་འདི། ད་ཁྱོད་ཚོ་འཛིན་གྲྭ་ཚར་ནས་ཨ་ནི། ཕ་གིས་མོ་མགུར་ལ་ད་ལྟ་ར་སྟོད་གྲྭ་ཚང་དང་དགེ་བཤེས་ཞག་ཕེབས་སྐོར་རོ། འདི་ཡིན་དུས་ཙམ་མ་ལ་ཨ་ནེ། ཁྱོད་རང་དགེ་བཤེས་ཞག་ཚགས་ཀྱི་རོ་ད་ད་ཇི་མ་དགེ་བཤེས་ཉི་མ་གཅིག་ཐོག་ག་འདར་དགེ་བཤེས་ཞག་གི་རོ་ཡ། གྲྭ་བ་ཡག་པོ་བསྡད་པ་ཡིན་ན་རོ། ཨ་ནེ་དགེ་བཤེས་ཞག་ཚགས་ནས་ད་ཁྱོད་རང་ཨ་ནེ། ད་མོའི་རྟ་དབང་ལུང་པ་ལས་ཡ་ཨ་ནེ་ཅིག་ནང་ཆོས་གོ་རྟོགས་དེ་འདྲའི་སྤེལ་ཡ་དང་མི་མང་འདི་ཚོ་ལས་ཡ། ནང་ཆོས་དང་འབྲེལ་ནས་ད་ཅིག་ཞབས་འདེགས་ཞུ་ཡ་འདྲ་བོ་དེ་འདྲའི་ག་རེ་བྱེད་ཡ་གི་ཆ་ཤས་ཡོད་ད། ད་ད་ནང་བའི་དེ་གཉིས།

གལ་སྲིད་ཤིང་བ་ཡིན་ན་ལ་ཧོར་དང་སྟོད་པ་བརྒྱ་ཆ་བརྒྱ་ནས་བརྒྱ་ཡོད། ག་ལ་ན་ད་ཞིའུ་ཞིའུ་བྱིས་མ་ཚོ་ནས་གོམ་པ། ཆོས་དེ་གོ་རང་ཚོར་ཕན་ཐོག་ན། ཨ་ནི་ཚེ་ཕྱི་མ་ལས་ཁྱེད་ཡོད་རང་དེ་ཕན་ཐོག་ཆེན་པོ་འགྲོ་གཏོང་གི་འདུག། རེད་རེད་རེད།
གལ་སྲིད་ལས་གལ་ཆེ་བཏང་ཐུབ་ན་ལ་ཧོར་དང་བཏང་མ་ཐུབ་ན་ཨ་ནི། ཡང་དང་གཞན་པ་ཡང་ལས་ཀ་ཡང་ཕན་ཐོག་ལས་ཀ་ཡང་མང་པོ་ཡོད་ར་ད་ཕན་ཐོག་ལས་ཀ་སྣ་ཁ་དྲ་མ་ནས་རེད་སྣ་ཁ་དྲ་མ་ན་ནང་ལོ་ནས་ཡག་ཤོས་དེ་དེ་ར་ཆོས་ཀྱི་ཕན་ཐོག། རེད་རེད་རེད་ད་གྲྭ་བ་ཡིན་པའི་ཆ་ནས་ཆོས་དེ་ཡོད་ར་བ།

ད་ཁྱོད་རང་ནི་འདི་མ་ཡིན་གྱིས་ད་གྱིས་ཤིག་བཞག་ད་ག་འདར་གྱིས་ཤིག་བཞག་ག་འདར་མ་འོངས་པ་འཛིན་གྲྭ་ཚར་ནས་ད་སློབ་གཉེར་ཡོངས་རྫོགས་གྱིས་ཤིག་བཞག་མ་ཐུབ་པ་ཡིན་ནས་སློབ་གཉེར་མཐར་ཕྱིན་ཡག་གི་དུས་ཚོད་ཤོད་རོགས། སྤྱི་དང་སློབ་གཉེར་མཐར་ཕྱིན་ཟེར་ཡག་དེ་སངས་མ་རྒྱས་བར་དུ་མཐར་ཕྱིན་ཡག་ཡོད་མ་རེད་ཡིན་ནས་འཛིན་གྲྭ་ཡོངས་རྫོགས་གྲུབ་ཚར་དུས་སློབ་གཉེར་མཐར་ཕྱིན་ལ་གོ་རོགས། འོ་འདི་ཚོ་བྱས་ནས་བྱས་ཚར་བའི་རྗེས་ལ་ཡག་ནི་ད་དཔེ་ཆ་དངོས་ནས་ཡག་པོ་བལྟ་ཐུབ་པ་ཡིན་ན་ནི་ད་མོའི་བལྟ་དབང་དེ་བ་ལ་ཡང་ཚེ་རིང་རྒྱ་ཁྱོང་ཡི་གེ་རོ། དེ་ནས་ཨ་ནི་དཔེ་ཆ་ཡང་དམིགས་བསལ་ཤུགས་ཆེན་པོ་ཞུ་འདི་འདྲའི་མཁས་པ་འདི་འདྲས་ཆགས་མ་ཐུབ་ན་ཡང་ཆགས་བཞིན་འགྲོ་ག་རེ་ཡོད། ཨོ་དེ་ཡང་བལྟ་བ་འདི་ཆགས་མ་ཐུབ་ན་ཨ་ནི་གྲྭ་ཚང་ལ་དེ་ཞབས་བརྗོད་ཞུ་ཞབས་བརྗོད་ཞུ་བའི་ལས་ཀ་ཡོང། ལགས་སོ་ལགས་སོ། ཨོ་དེ་ཡང་ཡག་པོ་ཅིག་བྱེད་འདོད་ཆ་བཤད་ཟིན་མོད། ལགས་སོ།
དེ་ནས་འདྲ་བོ་འདོད་པ་ཡོད། ལགས་སོ་ལགས་སོ། ཨ་ལ་འདང།
དཔེ་ཆ་གོ་དཀའ་བའི་གཡོ་ནད་གྱོན་མ་སོ་ད་ཡང་གྲྭ་ཚང་གི་བཀའ་དྲིན་ཆེན་པོ་ཡིན་ཙང་ནི་དེ་ཡང་ལས་ཀ་དེ་ཡང་དེ་ལས་ལོག་མ་རག་ཡང་མི་མང་དེ་འདྲ་ལ་ཡང་བསམ་བློ་སྐྱེས་ནས་དེ་ལས་ཀ་ཡང་རྒྱལ་བ་ཚོགས་གསུམ་ཚོགས་ཆེན་པོ་ས་ཡ་ཡོད་རང་ཨོ་དེ་གོ་སྐབས་ཡག་པོ་ཅིག་ལེན་ཡ་གྱི་ཆ་ཤོས་ཨ་བླ་ན་ཡང་ད་མ་ནི་མ་ཡ་ཡ་ལས་ཡང་དཔེ་ཆ་ནི་ཡོང་མ་བླ་ན་ཐོན་འགྲོ་ན་འགྲིག་གི་མ་རང་དེ་ལས་ཡ་ཐོན་འགྲོ་བ་ལས་དེ་ལ་ཞབས་ཅུས་ཞིག་བྱེད་ན་ཡག་ག་རེད་བསམ་གི།
ད་དེ་ནས་མི་མི་ཚང་མ་ལ་ད་མི་ཚེའི་ནང་ལ་ཡ་སོ་སོ་ཞིག་དཀའ་ངལ་དང་ད་ག་རེ་ཡིན་ན་ཇི་མཚམས་ཙང་སེམས་པ་སྐྱིད་བསྡད་ཡ་ད་དཀའ་ངལ་དང་ད་གར་སོ་ད་མང་པོ་ཡོང་གི་རོ་ཡ་དེ་ཡིན་དུས་ཙམ་མ་ལ་ཁྱོད་རང་གིས་ཇི་ད་ཁྱོད་རང་ད་ད་བསྡད་པའི་གནས་ཚུལ་ནང་ལ་ད་ང་དེ་རིང་ཇི་ད་ད་ལན་ད་ང་དེ་ཧོང་སུར་སླེབས་དུས་ཙམ་མ་ལ་ཁྱོད་རང་ཐུག་ཡ་ཐེངས་དང་པོ་རེད་ད་ཡིན་ན་ཁྱོད་རང་འདི་སྔོན་ནས YouTube ནང་ལ་སྐད་ཆ་འདི་ཚོ་བཤད་དུས་ཙམ་མི་རྣ་བ་སྐྱིད་པོ་དོག་གོ་དྲོ་ཞུ་ཞིག་འདུག་རོ་དེ་ཡིན་དུས་ཁྱོད་རང་ནམ་རྒྱུན་རྣ་བ་སྐྱིད་པོ་རེད་དྲོ་ག་ཚོད་ཅིག་བྱེད་དགོས།

ད་དཀའ་ལས་དེ་ནས་མང་པོ་རྒྱག་པ་རེད་ད་དཀའ་ལས་གཅིག་ལ་འོ་ན་བསམ་བློ་བཏང་དུས་ཨེ་དེ་འདུག་རེད་རེད་ད་དཀའ་ཉེན་དེ་ནས་དཀའ་ལས་ཡོད་རེད་བསམ་མེད་ཅིག་ཡོད་སེམས་ཅན་ད་སངས་རྒྱས་བཅོམ་ལྡན་འདས་ལོ་རྒྱུས་ཚང་མ་ད་ཧ་མོ་ད་ཏིས་ཏིས་ལྟ་དུས་སངས་རྒྱས་ལ་དེ་ནས་དེ་ནས་བྱེད་དགོས་ད་བསམ་པ་ཅིག་དངོས་སུ་མཐོང་དུས་ཨེ་འདི།

ཨ་ནི་སྤུ་གུ་དེ་ནི་དེའི་འཇིགས་སྐྱོ་དེ་ནི་འུད་སྒྲོག་གླུ་དེའི་ང་སྐྱེའུ་སྒྲོག་ཏུ་དེའི་འདོད་པ་ཡོད་ནས་སུ་སུ་འཇིགས་བ་ར། ཨ་ནི་མི་དེ་ནི་ལྟ་དུས་ཨ་ནི་ཨ་ནི་འདྲ་བོ་སྐྱེའུ་སྒྲོག་མཐོང་གི་གི་རེད། ད་ཁྱོད་རང་ད་ལྟ YouTube བཟོ་ཡ་དེ་ཚོ་དེ་ད་དགོན་པ་གི་ཁྲིམས་དང་སྒྲིག་གཞི་དེ་འདྲ་མང་བོ་ཤེས་དགོས་པ་ལ་བརྟེན་ནས་ད་བར་ཆད་འདྲ་བོ་དེ་སུ་ཡོད་རོ། ཨ་ནི་མ་འོངས་པ་ཡང་མུ་མཐུད་ནས་ཤུགས་རྒྱག་ཡ་གི་འཆར་གཞི་འདྲ་བོ་ཡོད་རོ། ད་འདི་དྲི་བ་དེ་ཡག་པོ་འདུག་རང། གཅིག་ནས་ང་རང་ཡང་བསམ་ད་བར་གཞན་ཡིན་གྱི་རེད་བསམ་སོང་ང་ལམ་འགྲོ་གྲོ་དང་འགྲོ་བཞིན་པའང་རེད་ད། ཉི་མ་ཉི་མ་ནང་ལ་ཡུལ་གྲུབ་དེ་འདི་ལ་ང་བསམ་བློ་འཁོར་མྱོང་ཡོད་ད་ཡིན་ན་ངའི་གཟབ་དཀར་བར་དེ་ནས་ཆ་དུས་རེད་ཨ་ནི་དེ་ནས་ང་ཁྱབ་ཆེན་པོ་ཆ་དུས་རེད་བསམ་པ་དེ་འདྲ་ཡང་འདི་དྲན་མ་མྱོང་ད་ཐོབ་རྒྱག་འུ་རྒྱག་ནི་བར་ཐག་ཅིག་ལ་སུ་སུ་ཡིས་ཅིག་བཟོས་གོ་ཚུལ་བྱ་དུས་ཏག་ཏག་འདི། ངོ་མ་བསམ་པ་ན་བཞིན་གྲུབ་བསམ། ཨ་ནི་དེ་གྲུབ་པ་ན་བཞིན་ཨ་ནི་དེ་ལས་དུས་ཚིགས་ཨོས་ཨོས་བཏང་མྱོང་ཡོད། ཨ་ནི་དེ་ན་བཞིན་མི་མང་གི་རྒྱབ་སྐྱོར་ཡག་པོ་བྱེད་སྲིད་རང། ད་ང་རང་གིས། ངོ་མ་བསམ་རྒྱུ་དེ་གྲུབ་བསམ་བསམ་པའི་འཚོ་བ་ཅིག་སླེབས་སོང་ཨ་ནི་དེ་ནས། ད་ལྟ་ཨ་ནི་ཡུལ་གྲུབ་དེ་ཡང་དཀའ་སྡུག་ཉོབ་པས་ཉོབ་སྲིད་ར་ཨ་ནི་རྗེས་མི་འདའ་ད་གོམ་པ། ཁྲིད་མི་ཡོད་ཙང་ཨ་ནི་དེ་བ་དེ་བ་ཁྱེད་དུ་ཨ་ནི་དེ་མ་འོངས་པ་ལས། ང་ཡུལ་གྲུབ་ཟོས་ཀྱི།

ཨ་ནེ། འདི་དངོས་ནས་ཁྱོད་རང་གི་རྒྱ་གར་སྐྱུར་པོ་འདི་ཟུར་ལ་ཡར་རོགས་པ་ག་ལ་གང་འཚམས་བྱས་སོང་འདི་ངས་བརྙན་ཐུང་ནང་མཐོང་ཟུར་བ། འདི་མུ་མཐུད་ནས་ཨ་ནེ་མ་འོངས་པར་བརྙན་ཐུང་འདི་འདྲའི་བཟོས་པ་ཡིན་ནས་ད་ང་རོ་ང་ཚོས་ད་ལྟ་བོད་པའི་སྤྱི་ཚོགས་ནང་ལ་མིག་དཔེ་ལྟ་ས་ཡོད་ན་མེད་ན་གཅིག་དེ། དྲ་རྒྱུན་ཆོག་འདྲ་པོ་ཆགས་ཀྱི་འདུག་ཨ་ཡ། རྒྱ་གར་སྐྱུར་པོ་ལོ་རོགས་པ་བྱེད་ཀྱི་འདུག་བོད་པ་སྐྱུར་པོ་རོགས་པ་བྱེད་ཀྱི་འདུག་འདྲ་མ་འདྲ་རེད་དོ། འོ་འདི་འདྲ་བོ་མུ་མཐུད་ནས་ཤུགས་རྒྱབ་ཐུབ་ན་ཨ་ནེ་ཡག་པོ་ཡོད་ས་རེད་དྲན་གྱི་འདུག་རོ་ཨ། དེ་རིང་གི་གནད་དོན་དང་འབྲེལ་བའི་ཐོག་ནས་ཁྱོད་རང་གིས་ཡང་གནད་འགག་འདྲ་བོ་དེ་འདྲ་ག་ཤེད་ཅིག་གསུང་ཡ་ཡོད་ན་གསུང་རོགས་བྱས་དང་དེ་ནས་དེ་མེད་ན་ངས་མཇུག་བསྡུས་བྱའོ། ཁྱོད་དུས་ཚོད་ཞེ་དྲག་ཡོད་ས་མ་རོ་ཨ་ཏི་པ་ར། རེད་རེད། ད་ནི། དེ་ཡིས་དེ་ལན་རྒྱག་བསམ་ཟེར་ན།

བྱེད་མ་བྱེད། ཕན་དོན་མར་བསམ་གྱི་དོར་ཨ་ནི་གཙོ་བོ་དེ་གོང་ས་མཆོག་བཀའ་སློབ་ནང་སེམས་བཟང་པོ་བྱེད་རོགས་གྱིས་ཨ་ནི་ངའི་སྐྱེ་ཁ་ལ་ཕྱག་རྩ་ཡག་ཤོས་དེ་ཡིན་ལ་བཀའ་སློབ་ཡང་ནས་ཡང་གསུངས་ཡོད་དེ་བཀའ་སློབ་དེ་ཨ་ནི་སེམས་ལ་ཐིགས། ད་འཚོ་བ་ཤུགས་ཆེན་པོ་འགྲོ་བྲིས་འདུག་ཨ་ནི་དེའི་ལྟ་ངོ་ནས། གོང་ས་མཆོག་བཀའ་གཅིག་མང་པོ་གྲུབ་མ་ཐུབ་ནས་གཅིག་དེ་གྲུབ་ན་ནི། སོ་སོ་ལས་རྒྱལ་བ་ཡོད་ཨ་ནི། ང་རང་ཚོ་རྩ་བའི་བླ་མ་ལས་ཨ་ནི། ད་སྐུ་ཚེ་གཏན་ལ་ཕན་གྱི་རང་བྱས་ཙང་དེ།

ཁ་ལོ་བྲེས་བདག་ལ་ནི་སོ་ཤིང་སོ་མའི་ཡིག་རྩིས་ཨ་ནི་སྤུ་ཁ་ཤས་ཡོད་རང་ནི་དེ་ཚོར་བསྙེན་པ་ཉེས་ཨ་ནི་དེ་ཚོ་གང་ལྟར། ཁོ་མོ་བཞི་སྟོང་བྱ་བ་གྱིས་གཅིག་ཉོབ་ཆད་བརྒྱག་ནས་ཨ་ནི་དེ་ནི་མ་སྤྲད་ཁ་དྲོ་ཞིང་རང་ཕར་དངོས་སུ་སླེབས་དུས་དེ་གང་ལ་འཚོ་བ་མ་འགྲོ་ཞེའུ་དེ་ཐེངས་མ་དང་པོར་ང་ས་ཆ་འདི་མཐོང་ངོ་རང་མྱོང་མེད་དེ་ནི་མ་ཆུ་ཚད་ཆད་ཁ་སོ་དྲོ་བར་ཞིག་ཨ་ནི་ཕ་གི་ལ་གར

ད་མི་སྐྱོ་བོ་ལ་སྤྲད་དགོས་ད། གོ་ས་ས་ཆ་ཏག་ཏག་ཅིག་གླས་ཤག་བསམ་པ་ཞིག་ཚོགས་བཞུགས་ཆེན་མོ་ལས་ད་ལས་རེད་ཁོ་ནོ་དཔེ་སྐྱོ་བོ་འདུག་ག་ལ་ན་ཚེ་འདི་ལ་ང་ཚོའི་ཁོ་ཚོ་ལ་དེ་ནས་ཅིག་ན་ནི་མ་འོངས་པ་སོ་སོ་ལས་མི་ཚང་ཡག་པོ་ཡོང་བའི་དང་ནི་དེ་ཚོ་ལས་སོ་སོ་མི་སྐྱོ་བོ་མ་ལས་ལས་དེ་ཚོ་ལས་ཕན་ཐོག་ཡོད་ལས་ད་དེ་ནས་བཀའ་སློབ་གོ་མྱོང་ཡོད་ད་ན་སྦྱིན་པ་མང་པོ་བཏང་ན་ང་རྒྱལ་མ་སོ་སོ་ཡང་མི་སྐྱོ་བོ།

ཁྱོད་རང་མཉམ་དུ་ལ་ཡ་ཅི་འགྲོས་མི་འགྲོས་འདྲ་བོ་ཞིག་དེ་འདྲའི་ཞུ་ཡག་གི་གོ་སྐབས་དེ་དཔེ་དགའ་བོ་བྱུང་རོ། ད་འདི་སྨྱོས་ནས་ཁྱོད་ངོ་ཤེས་ཡུལ་གྲུབ་བརྒྱུད་ནས་ངོ་ཤེས་དགོ་ར། ད་དེ་ནས་ང་རང་གི་བསམ་ཚུལ་འདྲ་བོ་ག་ཁྱེད་ཀྱི་ཞུས་པ་ཡིན་ན་ཁྱོད་རང་གི་ཨ་ནི་དཔེ་ཆ་འདི་ཚོ་ཅིས་ཤེས་ཀྱི་མི་འདུག་ཟེར་ནས་སེམས་ཤུགས་ཆག་འགྲོ་ཡ་དེ་ཚེ་དེ་འདྲའི་རྩ་བ་ཉིད་ནས་བྱེད་ཡག་ཡོད་མ་རེད་ད། དཔེ་ཆ་སེ་ཡ་དེ་ཁོ་བོ་ང་ཚོ་ནང་པ་སངས་རྒྱས་པའི་ཆོས་སེ་ཡ་དེ་རྒྱ་ཆེན་པོ་གཏིང་ཟབ་པོ་ཞུ་ར། ཨ་ནི། ལམ་སང་ལོ་གཅིག་གཉིས་ནང་ཤེས་ཐུབ་ཡ་དེ་འདྲའི་རྩ་བ་ཉིད་མ་ར། ཨ་ནི་ལོ་དང་ལོ་བསྟུད་ནས་ཅིས་ཤེས་དགོ་ཡ་བྱ་དགོ་ར། འདི་ཡིན་འདུག་ཟེར་མ་ལ། ཨ་ལས་དང་པོ་དེ་ང་རང་གི་ནམ་རྒྱུན་སློབ་སྦྱོང་བྱེད་སྟངས་ཅིག་ཡོད་ར་བྱེད་སྟངས་དཔེ་ཆ་གཅིག་པུ་མ་རེད་ད། སློབ་སྦྱོང་ག་འདྲས་བྱེད་པ་ཡིན་ནས་སོ་སོའི་ངོས་ནས་སློབ་སྦྱོང་སྦྱང་འདོད་ཡོད་ར། ལས་སླ་ས་སླ་ས་ནས་སྦྱངས་པ་ཡིན་ན། ཏིས་ཀྱི། ཤེས་ཡག་འདྲ་པོ་དང་ཨ་ནེ་སེམས་ཤུགས་འཕར་ཡག་འདྲ་པོ་འདི་གཅིག་ཕན་ཐོགས་འདྲ་པོ་ཞིག་མཐོང་གི་འདུག་དཔེར་ན་ང་ཡིན་ན་དབྱིན་ཇི་ཡག་པོ་ཤེས་ཤེས་དགོས་མ་རེད་ད་ཡིན་ན་ངས་ཉི་མ་གཅིག་དབྱིན་ཇི་དེབ་སྒྲུང་དེབ་ལས་སླ་པོ་སྒྲོག་བཞིན་འདུག། འདི་དགའ་ལྡན་བྱང་རྩེའི་བླ་བྲག་སྤུ་གུ་གཅིག་རྩོམ་བྱ་རྒྱུ། འདི་ཚོ་ཀློག་དུས་དང་ངས་ཆ་ཚང་ཀློག་བཞིན་གྱི་འདུག་གོ་བ་རག་གི་འདུག་འོ་དེ་དུས་ང་ཨིན་ཇིའི་ཨོ་ཤིང་ཉུང་དྲག་ས་ཚང་འདྲ་བ་ཞིག་ཡང་སོ་སོར་འཚོ་བ་འདི་འདྲ་ཞིག་ཡོང་གི་འདུག་དེ་དུས་དཔེ་ཆ་ཡིན་ནས་གང་རེ་ཡིན་ནས་ད་ལས་སླ་སར་སླ་སར་ནས་སྦྱང་དགོས་ཡ་དེ་གལ་ཆེན་པོ་གཅིག་བྱས་ཨ་ནི་གལ་ཆེན་པོ་གཅིག་ལ་ཡང་ཞེན་པ་ཞུ་ཞུ་གས་མ་ཐུབ་པ་ཡིན་ནས་སོ་སོ་ངོས་ནས་ཁ་ཡོད་ལག་ཡོད་གོ་ཡ་བྱོས་རོགས་ཁ་ཡོད་ལག་ཡོད་གོ་ཡ་གནད་འགག་འདི་ཚོ་སྔོན་ལ་སྦྱང་དགོས་ཡ་དེ་གལ་ཆེན་པོ་ཆགས་འདུག་ཤི་རོགས་གལ་ཆེན་པོ་མཐོང་གི་འདུག་རོགས་དཔེ་ན་བདེན་བཞི་འདི་གཉིས་ཟེར་ཡ་འདྲ་བོ་ཨ་ནི་དག་ན་ཞིག་ལས་རྒྱུ་འབྲས་ཀྱི་རྣམ་གཞག་ཟེར་ཡ་འདྲ་བོ་ཨ་ནི་སྐྱེ་བ་སྔ་ཕྱི་ཡོད་རེ་ཡོད་མ་རེ་ཟེར་ཡ་འདྲ་བོ། སྐྱེ་བ་སྔ་ཕྱི་ཡོད་ན་ག་འདྲས་སུ་རེད་རིག་པའི་སྒྲུབ་བྱེད་ག་རེ་ཡོད་ཟེར་ཡ་འགྲོ། རིག་པའི་སྒྲུབ་བྱེད་དེ་ཚོ་ཏག་ཏག་བཤད་ཡ་ཡོད་ཀྱིན་འགྲོ། ཨ་ནི་ལྷའི་རྒྱུ་འབྲས་ཡོད་པས་ཀྱིན་ཨ་ནི་ཁྱོད་རང་ལ་དཔང་རྟགས་ག་རེ་ཡོད་ཟེར་ན། དཔང་རྟགས་ག་རེ་ཡོད་རིག་པའི་སྒྲུབ་བྱེད་ག་རེ་ཡོད་ཟེར་ན་ཏག་ཏག་བཤད་ཡ་ཡོད་ཀྱིན་ད་གལ་ཆེ་ཤོས་དེ་ང་ཚོ་ནང་པ་སངས་རྒྱས་པའི་ཆོས་ཟེར་ཡ་དེ། ཨ་ནི། ལུང་དྲངས་ནས་ཕན་གོ་མ་ར། ལུང་དེ་ཁོ་སྤྱི་སྟངས་ཡག་པོ་རེད་དེ་ཡིན་ན་ཡང་ད་མཐར་ཐུག་ན་ཁོ་རིག་པའི་རྗེས། རིག་པའི་རྗེས་འབྲང་པ་བྱེད་དགོས། བྱེད་དགོས་ད་གལ་ཆེན་པོ་ར། ཚན་རིག་པ་གཅིག་ལ་འགྲེལ་བཤད་བརྒྱབ་པ་ཡིན་ནས་སངས་རྒྱས་ཀྱི་གསུང་བཞག་ལ། ཁོ་ཚོ་ཁས་ལེན་བྱེད་ཀྱི་མ་ར། ཁོ་ཚོས་རིག་པ་དེ་རྒྱུ་མཚན་གནས་ལུགས་བསྐྱོད་པ་ཡིན་ན་ནི་གཞི་ནས་ཡིད་འཕྲོག་ནས་ཁས་ལེན་བྱེད་ཀྱི་འདུག་ཨ། འོ་དེ། གཅིག་རེ་བ་འདྲ་བོ་ཞིག་བྱུང་ན་དྲན་ཟེར་བ། ཨ་ལགས་སོ། ཨ་ཁྱོད་རང་མང་པོ། མུ་མཐུད་ནས་ཨ་ནི་མི་ཚེ་དོན་དང་ལྡན་པ་ཡག་པོ་ཡོང་ཐུག་ཡ་དང་ཨ་ནི་བཀྲ་དཀོན་མཆོག་འདྲ་བོ་འདྲ་བོ་དེ་འདྲས། གར་ཕྱི་འུར་ད་ཅིག་ཆུ་སྤྱི་ཚོགས་ལ་ཞབས་འདེགས་ཞུ་ཐུག་མཁན་ཨ་སློབ་གཉེར་མཐར་ཕྱིན་པ་ཡག་པོ་ཡོང་ཡག་གི་བཀྲ་ཤིས་སྨོན་ལམ་ཡོད་སེམས་ཞུ་ཨེ། ཨ་འདི་འདྲ་ཆི་མ་རེད། ཨང་རེད། ལགས་སོ། ཡ་ཡ་ཨ་ནི་ཐ་མ་ལ་ཐུགས་རྗེ་ཆེ་གནང། ཨོ་ཐུགས་ཆེ་བཀྲ་ཤིས་བདེ་ལེགས། ཡ་ཡ། ཨ་ནི་ཁྱོའི་མིང་དངོས་གནས་དེ་ག་རེ་ལ་རེད་ཏང Prince ལམ་མེད་དེ་ཚོ། ཨང་ད་དེ་ད YouTube ཡི་མིང་ཁྱབ་བསྡད་ཡོད་ཙང་ཨ་ནི་དངོས་གནས་དེ། བློ་བཟང་སྙིང་རྗེ། བློ་བཟང་སྙིང་རྗེ།
ཨང། མིང་ག་རང་རྫིག་པོ་ཞིག་ད། བློ་བཟང་སྙིང་རྗེ། ཨ་དཀོན་མཆོག་སང་ཇི་མ་ད་དྲ་རྒྱུན་འདྲ་བོ་ཆགས་པ་ཡིན་ན། ད་རང་མིང་དང་མཐུན་པ་བྱེད་རོགས། ཨང། བློ་བཟང་སྙིང་རྗེ། ཡ་ཡ་ཡ། ཨ་ནི་ཡ་ཡ་དེ་ཐ་མ་ད་ན་ཁྱེད་ཡིན་བསླབ་བྱ་ཞིག་དྭོགས་དེ་ཡག་པོ་འདུག་ལགས་སོ། ཡ་ཡ་ཡ། ཐུགས་རྗེ་ཆེ། ཨ་ད་རིང་གི་ལས་རིམ་དེ་ད་འདུག་ཆེད་འཇུག་དུས་ཡ་ཡིན་ཨ་ནི་གོང་དུ་ཞུས་པའི་གོང་དུ་འདུག་ཆེད་གླེང་མོལ་ཞུ་ཡུལ་གྱི་སྐུ་མགྲོན་དེ་ཨ་ནི་རྟ་དབང་རྒྱ་ཚེ་ཨ་ནི་ཡང་མེད་ན་དབྱིན་ཇི་ནས་ཞུས་པ་ཡིན་ན་རྟ་དབང Prince ཆགས་དུས་ཨ་ནི་མིང་དངོས་མིང་ཞུས་པ་ཡིན་ན་བློ་བཟང་སྙིང་རྗེ། རེ་བ། ལགས་སོ་ཨ་ནི་ཐུགས་ཆེ་ན་ཨ་ནི་མ་འོངས་པར་རྒྱུག་པོ་བརྗེད་ཡོང། ཡ་ཡ།